རྣམ་པ་ཚོ་ཚང་མ་གི་འོས་བསྡུའི་སྒྲིག་གཞི་དེ་ཡག་པོ་ཆེ་གོ་ཚོ་ཡ་ད་ར་འདི་སྒང་ལ་ཚང་མ་གི་འགྲོ་ཐུ་ཡ་ད། བྱེད་ཡ་བྱེད་ངེས་ཀྱི་རེ་བ་ཆིག་ཡོད་ད་ད་འདས་ཀྱི་གནས་ཚུལ་གས་སྐུ་ཤ་ད་ད་དོག་པ་ཡོང་གོ་ཡ་ཡོད་མ་ཚང་མ་ཡིག་ཐོག་ན་ཡོད་དུས་ག་འདས་དྲ་རྒྱ་ན་ལ་མ་གཟིགས་སྒྲིག་གཞི་ག་རེ་རེད་འདུག་འདི་ཏག་ཏག་ཕེབས་གོ་ཡ་འདི་ཚང་མའི་གི་འགན་རེད་ད། འདི་ལ་གཡོ་སྤྱོ་གཡོ་འགྱོ་གས་འདྲེ་ཤེས་གཞན་པ་རྒྱབ་ནི་འགྲོ་ཡ་གོ་རེ་ཡོད་མ་རེད་སྒྲིག་གཞི་འདི་སྒྲིག་གཞི་རང་ལ་གནས་པ་ཅིག་ནི་ཕྱག་ལས་གནང་ད་ནི་གཉའ་རེ་གོ་རེ་གས་ཡོང་གོ་ཡ་ཡོད་མ་རེད་ཞུ་ཡ་ཡིན་ད་ད་འདས་ཀྱི་ཕལ་ཆེན་འདུག་ད་ལྟ་ངའི་གོ་ཡ་བྱས་ན་གཞོན་ནུ་དང་བུད་མེད་སྐད་ཡིག་འདི་ན་འོས་བསྡུ་ཚོགས་མི་སྣ་ཡོད་ས་རེད་ད་འདི་ཡིན་དུས་ང་ཚོ་ལས་ཀ་ག་རིགས་ནས་བཀྲ་ཤིས་ལོ་ལེགས་ཚོ་ནས་བཞག་པ་ནས་ཡག་པོ། ནས་མ་འོངས་པ་འདི་རིགས་འདི་ད་ག་འདྲའི་སྒྲིག་གཞི་བཟོས་དགོས་འདུག་འདི་ང་ཚོ་ས་གནས་འོས་བསྡུ་འགན་འཛིན་དང་ཨུའི་འགན་ཨུའི་ལ་ཡག་འདུག་ཀརྨས་ཞུས་ནས་ས་གནས་གཅིག་མ་རོགས་ས་གནས་མང་པོ་ཡོད་རོགས་དེ་ལ་ས་གནས་སུམ་ཅུ་སོ་གྲངས་ཀྱི་གནས་སྟངས་ཚང་མ་ལ་གཟིགས་ནས་དེའི་སྒྲིག་གཞི་དེ་ག་ཡང་མགྱོགས་མ་འོངས་པ་ག་འདྲའི་ཆེད་བཟོས་དགོས་དོ་ལྟ་འདང་ནས་འབོད་སྐུལ་གནང་བ་ན་ཞེ་ང་ཚོས་བརྗེད་དོ་དེ་དེབ་སྐོར་ནས་བྱས་ཡོད་ཨ་ནི་ཡག་ཕྱིན་ནས་གོ་བསྡུར་ཞུ་གི་རེད་ད་འདང་ངས་ཀྱི་གལ་ཆེན་པོ་ཅིག་གར་ཞུ་ཡས་ན་ད་ལྟའི་གི་ང་ཚོ་སྲིད་སྤྱི་གཉིས་ཀྱི་འོས་བསྡུ་དེ་ང་ཚོའི་རེ་བ་དེ་ང་ཚོ་གཅིག་སྒྲིལ་ཆགས་ཡས་ཀྱི་ད་རིང་ང་ཚོ་ག་ལ་བར་ད་གོ་སྐབས་ཡག་པོ་ཞིག་རེད་བསམ་གོ་འདུག་ར་ཚང་མས་ཀྱི་ད་ཀུན་འདུས་ཀྱི་གོ་དོན་རེད་ས་ལ་ནི་ང་ཚོ་ཚང་མས་ཀྱི། གཞི་འཇམ་པོ་དང་བསམ་བློ་ཡག་པོ་བཏང་ཡག་གི་འདི་བྱེད་ཀྱི་ཡོད་དུས་རྣམ་པ་ཚོ་གི་གནས་སྟངས་ག་རེ་ཡིན་པ་དེ་ང་ཚོ་མང་པོ་ཅིག་ད་གོ་དེ་གོ་ར་ཡིན་ན་དེའི་རིགས་དེ་སུ་ལ་ཕན་གྱི་འདུག་ཐ་མའི་དེ་ལ་དེ་འདྲས་ཅིག་བྱུང་བ་ཡིན་ན་ར་ང་ཚོ་སུ་ལ་ཕན་གྱི་འདུག་དེ་ཡིན་དུས་ང་རང་ཚོ་གི་སྒྲིག་གཞི་བོད་མི་སྒྲིག་འཛུགས་དེ་གལ་ཆེ་ཤོས་ཅིག་བཞག་བྱས་ར་འདི་གོང་ལ་བཞག་ནི་འདི་ལ་དགོངས་པ་བཞེས་བྱས་ར་བོད་ནང་གི་ཡོད་རྒྱུ་བོད་མི་གཞིས་ལུས་བུད་མེད་དེ་ཚོ་གི་སྐུ་ངལ་སྐྱོན་དང་རེ་བ་རྒྱབ་ན་དེ་ཚང་མ་ལ་དགོངས་པ་བཞེས་ནི། ད་ལྟའི་གི་ང་ཚོའི་གི་འོས་བསྡུ་འདི་ཡག་པོ་བྱེད་དང་ཨ་ང་ཚོ་འཆམ་མཐུན་བྱེད་དང་རང་དབང་དང་ཚང་མ་དྲང་བདེན་གི་ཐོག་ནས་ཡོང་ཡག་གི་ངས་ཚང་མ་གི་འབད་བརྩོན་གནང་རོགས་གྱིས་ཞུ་ཡ་ཡིན་ཨ་འདི་ཡོད་འདི་ག་འདི་ད་ག་བ་ལའི་འགྲོ་ད་ཡོད་མ་ད་ཁྲིམས་སྒྲིག་གཞི་འདི་དཀར་བོ་ནག་པོ་ལ་སེར་བོ་ཡོད་རེད་ཚང་མ་ལ་སྙོབ་ས་ལ་ཡོད་རེད་ཡང་ཁྲིམས་སྒྲིག་གཞི་འདི་བེད་ནས་བཞག་བཞག་བ་གོ་མ་རེད་དྲ་རྒྱ་ནས་འོས་བསྡུ་ཚང་མ་མ་ཕབ་ལེན་གནང་དགོས་ན་གནང་ཨ་ནི་ཡིན་གཅིག་མིན་གཅིག་དེ་ལ་སློབ་སྦྱོང་གནང་ཉིན་མ་གཉིས་ལོ་གསུམ་ལོ་ཡག་ག་བ་ལ་བཀའ་འདྲི་ཞུ་དགོས་ན་ཞུ་བྱས་ནས་ཨ་འདི་ག་ལ་ལག་ལེན་བསྟར་ནས་ཕེར་རོགས་གནང་འདི་མི་ཤེས། སྒྲིག་གཞི་ལ་ག་རེ་ཉེས་པ་ཡོད་པ་དེ་ང་ཚོ་ལག་ལེན་བསྟར་ཡ་རེད། ང་ཚོ་འདི། ས་གནས་འོས་བསྡུ་རེད། དབུས་འོས་བསྡུ་རེད་ཚང་མ་གི་ད་དམ་བཅའ་ཡོད་རེད་དེ་ཡིན་དུས་ང་ཚོ་སྤྱི་བའི་མི་བྱེད་ཀྱི་རེད། རྣམ་པ་ཚོ་ང་ཚོ་ལ་ཡིད་ཆེས་གནང་བ་ན་བཞིན་ང་ཚོ་གི་དྲང་པོ་དྲང་བཞག་བྱེད་ཀྱི་རེད། རྣམ་པ་ཚོ་གས་ཡིད་ཆེས་གནང་བྱས་ནི་ཨ་ཚང་མ་གི་མཉམ་རུབ་བྱེད་ནི། གཅིག་སྒྲིག་ནུས་པ་ཆེ་བཏོན་བྱས་ནི་ཨ་ནི་ང་ཚོ་སྒྲིག་འཛུགས་དེ་གི་ཆེ་མཐོང་བྱེད་ནས་བ་བྱེད་རྣམ་པ་ཚང་མ་ལ་འབད་བརྩོན་གནང་རོགས་བྱེད་ཞུ་ཡ་ཡིན་ཐུགས་ཆེ་ན།